ཨན་ཅིག། དང་པོའི་སྐོར་ལ་ཡང། ད་ལྟའི་ཆར་ལ་ཡང་ཅིག་རྩོད་རྙོག་དཀའ་རྙོག་ནང་ལ་ཡང་དེ་དུས་དེའི་ཐོག་ལ་ཡང་ང་རང་གིས་བསམ་འཆར་ཅིག་གཙོ་བྱས་ཞུས་ན་བསམ་ཚུར་བ། ཨན་ཅིག་བཅའ་ཁྲིམས་ཀྱི་ཐོག་ནས། དང་པོའི་དེ། གནད་འགག་ཆེན་པོ་ཞིག་དང་གལ་ཆེན་པོ་ཅིག་རྩིས་བྱས། ཨ་ནི། དོན་ཚན་ཁག་ནང་ལ་ཡང། དོན་ཚན་ཁག་མང་པོ་ཆེ་ནང་ལ་ཡང། སྲིད་སྐྱོང་གིས་མེད་ནས་བསྒྲགས་འདུག་གང་དག་ཅིག། ཁྲིམས་ཞིབ་པ། ཡིན་མེད་ནས་བསྒྲགས་འདུག་ཨན་ཅིག། སྤྱི་འཐུས་རྣམ་པ་ཚོ་གིས། ང་ཟླ་གཅིག་དམ་འབུལ་དེ། ཨམ་གཅིག་བཞུགས་ས་བཞུགས་ཡུལ། དར་ནག་ཅན་གྱི་བཞུགས་མཁན། ཨ་ཅེ་དམ་འབུལ་གྱི་རྩ་ཆེན་དང་བཅས་པ་འདུ་བྱེད་ཅན་གསལ་པོ་བརྟན་པོ་གཙང་མ་ཆིག་ཐོག་ནས་འདུ་བྱེད་གཏན་འབེབས་གནང་ཡོད་རེད། དེའི་ཐོག་ནས་ཅིག་ད་ལྟ་བར་དུ་དམ་འབུལ་རབ་དང་རིམ་པ་ཞུས་གྲུབ་ཡོད་རེད་དེ་ཚོ་ཚང་མ་ཨ་ཅེ་རྩོད་རྙོག་མེད་པ། ཁྲིམས་དང་མཐུན་པ། གཟི་བརྗིད་དང་ལྡན་པའི་ཐོག་ནས་འཐུས་ཚང་ཅིག

གང་དག་ཅིག་བཅའ་ཁྲིམས་ཀྱི་ཐོག་ནས་ཆ་རྐྱེན་སྒྲོག་ཅིག་ཆ་རྒྱུས་རེད། ཅིག་ལམ་ལུགས་ཀྱི་ཐོག་ནས་མེད་ནས་ཅིག། ཅིག་ལས་འཁུར་ཞུ་བའི་གི་ཉི་མ་དང་མ་སུ་དང་པོ་དེ། དེའི་ཐོག་ནས། ཅིག། བཅའ་ཁྲིམས་ལ་ཡང་ཡིད་ཆེས་བློ་གཏད་བྱས་པའི་ཐོག་ནས། ཅིག་ཕྱོགས་ལྷུང་མིན་པའི་ཐོག་ནས། བཅའ་ཁྲིམས་ལ་ཡང་བརྩི་སྲུང་ཉམས་ལེན་བྱས་པའི་ཐོག་ནས་ཅིག། ཕྱོགས་གསུམ་དཔང་བཙུགས་ཀྱི། ཁས་ལེན་དམ་བཅའ་ཐུགས་སུ་བཅས་ཞུ་ཡག་གི། ཅིག་བཅའ་ཁྲིམས་ཀྱི། ཆ་རྒྱུས་རེད། གང་དག་ཅིག་གཙོ་བོ། བཅའ་ཁྲིམས་ཀྱི་ཐོག་ནས་གཏན་འབེབས་གནང་ཡོད་དེ། གང་དག་ཅིག་ང་རང་ཚོའི་གི་ལམ་ལུགས་སྲོལ་ཐོག་ནས་ཡིན་པའི་ཡིན་ནའང་ཅིག་ལས་ཀ་གལ་ཆེན་པོ་ཅིག་འགོ་བཙུགས་དུས། ཨང་ཅིག་རྟགས་དེབ་འདྲེ་སྒྲིག་བཅས། ཨང་ཅིག་ལས་དོན་རིང་ལི་ཡ། ཨང་ཅིག་སོ་སོ་ཡིན་པ་ནས་ཅིག་ཚོད་ཚོད་དབང་རྟགས་འགེལ། ལས་དོན་དེ་ཡིན་པ་ཡིན་ནའི་ཅིག་བཀྲ་ཤིས་ལོ་ལེགས་ང་ལི་ཡ་གྲུབ་ཡག་གིས་གང་དག་ཅིག། འགོ་བཙུགས་དུས་ནས། ཉི་མ་དང་པོ་ནས་ཨང་ཅིག་ལས་ཁུར་ཞུས་དུས། ཟླ་གཅིག་བཀྲ་ཤིས་རྟེན་འབྲེལ་ཚང་བའི་ཐོག་ནས་ཞུ་ཡག་ཐུགས་རྗེ་ཆེ་ག་ད་སྐད་ཆེན་པོ་ཆགས་ཡོད་རེད་ཅེས་བདེ་སྐྱིད་ཞུ་འདོད་བྱུང། ད་འདས་ཅལ་ཡ། ཨ་མཇིག། དམ་དོན་སྲིད་སྐྱོང་གི་དམ་བུ་ཡིན་ན་དྲག་འདུག། ཨ་མཇིག་བར་བརྒལ་ཚོགས་གཙོ། ཨ་མཇིག་འདེམས་ཐོན་སྤྱི་འཐུས་རྣམ་པ་ཚོ་གི་དམ་བུ་དེ། ག་ད་ཅིག་དཀའ་རྙོག་ནང་ལ་ཡར་ལྷུང་བསྡད་ཡོད་རེད་རྙོག་དྲ་ཆེན་པོ་ཅིག་ཆགས་ཡོད་རེད། ཨ་ནི་གཅིག། ཁྲིམས་ཞིབ་རྣམ་པ་གསུམ་འཕོ་འགྱུར། ཏང་པེ་གི་གང་ལ་ཡ། དེ་ཡི་གི་རྙོག་རྙོག་དྲའི་གང་ལ་ཡ་གཅིག། ཨན་གྱི་དམ་འབུལ་དེའི་ཐོག་ནས་ཨན་གཅིག་ཆབ་སྲིད་བརྩད་ཡོང་དུས་ང་དང་གཅིག་རྙོག་དྲ་ཆེ་རུ་བཏང་པ་ཅིག་ཐུགས་རྗེ་གསལ་ཡོང་གི་ཡོད་རེད། ང་དང་གཅིག་དམ་འབུལ་གི་ཐོག་ནས་དཀའ་རྙོག་འཕྲད་ཡ་དེ་གཅིག་མདོར་བསྡུས་ནས་ཞུས་པ་ཡིན་པ་ཡིན་ན་ང་དང་གནད་དོན་གཉིས་ཀྱི་ཐོག་ནས་ཨན་གཅིག་རྒྱུ་མཚན་དང་མ་སོ་གཉིས་ཀྱི་ཐོག་ནས་འདུག་ཅེས་ང་རང་གིས་མཐོང་གི་འདུག་དཀའ་རྙོག་འཕྲད་ཡ་གི་རྒྱུ་མཚན་དང་པོ་དེ་ཨ་འཇིགས། སྐབས་བཅུ་དྲུག་པའི། སྤྱི་འཐུས་གྲོས་ཚོགས་ནས་ཁྲིམས་ཞིབ་རྣམ་པ་གསུམ་འཕོ་འགྱུར་བཏང་པ་ནས་བཅས། ཨ་འཇིགས། ཁྲིམས་ཞིབ་གསར་པ་གསུམ། བཅའ་ཁྲིམས་ཀྱི་དགོངས་དོན་ལྟར་ད་ལྟ་བར་དུ་བསྐོ་ཐུབ་པ་བྱུང་ཡོད་མ་རེད། ཨ་འཇིགས། འཕོ་འགྱུར་ཟིན་པའི་ཁྲིམས་ཞིབ་པ་ཆེ་བ་ཞིག་ནས་དམ་འབུལ། གནང་ཆོག་པའི་སྐུ་དབང་དང། བྱ་རིམ། ལམ་ལུགས་ཅིག་བཅའ་ཁྲིམས་ཀྱི་ཐོག་ནས། ཨ་འཇིགས་སྐུ་དབང་དང་དེ་འདྲས་བསྩལ་མེད་དུས། དེའི་ཐོག་ནས་ཀྱི་དཀའ་ངལ་ཆེ་ཚུལ་བཅས་རང་བཞིན་གྱིས་འཕྲད་ཡོང་གི་ཡོད་པ་གསལ་པོ་རེད་ཅེས་དེ་གཅིག་ཞུ་འདོད་བྱུང། ད་ནང་བཞིན་གྱི་རྒྱུ་མཚན་གཉིས་པ་དེ། ཨ་ཅིག་བདམས་ཐོན་གྱི་འཐུས་མི་རྣམ་པ་ཚོ་ཡིས། ད་ལྟ་ཅིག་བདམས་ཐོན་གྱི་ས་གནས་བོད་དུ་མང་ཚོགས་ནས་རེ་བ་ཡིན་ཅེས་རྒྱབ་སྐྱོར་བྱས་པའི་ཐོག་ནས་སྐད་ཡོད་རེད་བ། ཨ་ཅིག་མཐའ་མའི་གི་ལ་བདམས་མ་སོང། རྒས་མ་རྒས་ཀྱི་མཚམས་བོད་དུ་མི་མང་སྐད་ཡོད་པ་རྒྱབ་སྐྱོར་བྱས་བྱས། ད་ལ་རྒས་དུས།

ལ་རྒྱས་དུས་སྤྱང་གྲུང། ཚང་གྲུང་བྱོས་ལབ་པ་ན་ཤིང་གཅིག། སྤྱང་གྲུང་བྱེད་ཡག་རིག་པ་སྟོན་ཡག། ཐབས་ཤེས་བྱེད་ཡག་ནུས་པ་སྟོན་ཡག། དེ་འདྲའི་ཐོག་ནས་ཨ་འཇིགས། དམ་དོན་དམ་འབུལ་དེ་ཨ་འཇིགས་ཁྲིམས་དང་མཐུན་པ། ཆ་རྐྱེན་ཚང་བ་ཞིག་ཐོག་ནས་དམ་འབུལ་ཞུ་ཡ་ལ་ཡང་འབད་རྩོལ་མ་གནང་པ། འཐུས་ཤོར་ཆེན་པོ་ཅིག་བཏང་བཅས། དམ་དོན་འབྱུང་ཚར་བའི་ཞུ་སྒོ་ལ་ཡང་འོས་ཤོག་ཐོབ་ཚར་སོང་བསམ་བཅས་སྣང་བ་དག་ཨང་གཅིག་ཆབ་སྲིད་ཀྱི་ཁེ་ཕན་བསྒྲུབ་ཡག་དང། ཐོབ་གོ་ས་དང་དག་སྣ་ཞིག་གི་ནང་ཁུལ་རྩོད་རྙོག་གི་ཐོག་ནས་ཨང་གཅིག་དམ་འབུལ་ཡིན་པ་ཡིན་ནས་གཅིག་ཨང་ཆབ་སྲིད་བཙལ་ས་ཞིག་བཟོས་རྗེས། ལམ་སྟོན་འཐུས་མི་རྣམ་པ་ཚོས་ཀྱིས་རྒྱའི་དམག་སྐྱེད་པའི་ཐོག་ནས་འཐུས་ཤོར་བཏང་པའི་ཐོག་ནས། མང་ཚོགས་ནས་ཡིད་ཆེས་དང་རེ་བ་བརྒྱབ་པ་དེ་ཚོ་ཡིན་པ་ནི་ཆུད་ཟོས་སུ་བཏང། སོ་སོའི་གི་ང་བདག་ཅིག་ཁྲིམས་མཐུན་གི་ངོས་ཟིན་ཐོབ་ཡ་དེ་ལེན་པའི་ནས་ཅིག་དཀའ་ངལ་བཟོས། ང་རང་ཚོའི་གི་སྒྲིག་འཛུགས་ལེན་པའི་ནས་སྤྱི་ཚོགས་ལེན་པའི་ནས་ཅིག་ག་ད་བརྡབ་བསིལ་དང་དཀའ་ངལ་ཆེན་པོ་བཟོས་ཡོད་པ། སོང་ཙང་ཨན་ཅིག་རྒྱུ་མཚན་གཉིས་པ་དེ། བདམས་ཐོན་འཐུས་མི་རྣམ་པ་ཚོས་གི་འགན་མ་བགྱིས་པའི་ཐོག་ནས་ཆབ་སྲིད་བརྩད་བཅད། ཨན་ཅིག་འཐུས་ཤོར་བཏང་པ་ཐོག་ནས་ང་ད་བདམས་བདམས་བུའི་དེ་དཀའ་ངལ་འཕྲད་པ་ཅིག་འདུག་བྱས། ཆགས་འདུག་བྱས་ཅིག་ཞུ་འདོད་བྱུང། གང་ལྟར། དམ་བཅའ་ཁྲིམས་ཀྱི་ཐོག་ནས་ཆ་རྐྱེན་ཚང་བའི་ཐོག་ནས་ཨན་ཅིག་བྱུང་པ་ཡིན་པས་ན། ཨན་ཅིག་སོ་སོའི་རྒྱབ་སྐྱོར་བྱེད་མཁན་གྱི་འཐུས་མི་ཙམ་མ་ཡིན་པར། གང་ལྟར་གྱི་ང་རང་ཚོ་ཚང་མས་བཅའ་ཁྲིམས་ཀྱི་འོག་ལ་ཡང་བཅའ་ཁྲིམས་ལ་ཡང་བརྩི་འཇོག་བྱེད་ཞུ་གི་ཡོད་དུས། བཅའ་ཁྲིམས་ཀྱི་ཐོག་ནས་དམ་འབུལ་ཞུ་ཡ་དེ། བཅའ་ཁྲིམས་དང་མ་འགལ་བའི་གི་དམ་འབུལ་ཞུ་ཡ་དེ་གནད་འགག་ཆེན་པོ་ཅིག་འདུག་ཟེར་གསལ་ཡག་གི་རྒྱུ་མཚན་དག་ལ་ཆགས་བསྡད་ཡོད་རེད། ཨང་ཅིག་བཅའ་ཁྲིམས་ཀྱི་ཐོག་ནས་གཏན་འབེབས་བྱས་པའི་ཁང་བཟང་ཆ་རྐྱེན་ཚང་བའི་ཐོག་ནས་དམ་འབུལ་ཞུས་འགྲོ་པ་ཡིན་པས་ན། ཨང་ཅིག་བོད་མི་མང་གིས་སྤྱི་འཐུས་དང། རང་ཚོའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བཅས་གང་ལྟར་ཁྲིམས་མཐུན་གྱི་ངོས་འཛིན་གྱི་གཏུག་བཤེར་ཐོབ་གི་ཡོད་པ། ད་ལྟའི་བྱ་ལས་དཀའ་རྙོག་ལྷུང་བསྡད་དེ། གཅིག་དེ་ད་བཅའ་ཁྲིམས་ཀྱི་ཐོག་ནས་ཁྲིམས་ཞིབ་པ་མེད་པའི་ཐོག་ནས་དཀའ་ངལ། གཉིས་པ་དེ་བདམས་ཐོན་འཐུས་མི་རྣམ་པ་ཚོས་ཀྱིས་གང་ལྟར། འཐུས་ཤོར་ཆེན་པོ་ཞིག་འགན་མ་བགོས་པ། ཐོག་ནས་འདུག་ཅེས་རེད་ཅེས་དེ་ཞུ་འདོད་བྱུང། གང་ལྟར་གཅིག། དམ་འབུལ་སྐོར་ལ་ཡིན་ནས་དྲག་ཏུ་ཁྲིམས་ཀྱི་ངོ་ཆེ་སྐོར་ལ་ཡིན་ནས་དྲག་ཏུ་འཕོ་འགྱུར་གྱི་སྐོར་ལ་ཡིན་ནས་གནད་དོན་ག་འདྲས་ཅན་པ་ཡིན་ནས། མང་ཚོགས་ཀྱིས་བསམ་འཆར་གཅིག་སྤོང་དུས་དྲང་པོ་དྲང་བཞག་འགན་འཁྱེར་བའི་ཐོག་ནས། ཨན་གྱི་ཕྱོགས་ཡོངས་ཀྱི་གནད་དོན་ལ་བརྒྱ། མི་མང་ཚོགས་ལ་ཡ་གཅིག་བརྒྱུད་སྤྲོད་བྱེད་ཡ་དེ་གལ་ཆེན་པོ་ཞིག་བརྩི་གི་ཡོད་པ། ང་རང་ཚོས་ཀྱི་ཚགས་པར་རྒྱ་ངལ་དུ་གཟེངས་པའི་ནས་གཅིག། གང་དག་ཅིག་ལངས་ཕྱོགས་ཀྱི་གཟིམ་ཕྱོགས་ཡོངས་ཀྱི་གནད་དོན་མཁོ་སྤྲོད་བྱེད་ཀྱི་མེད་དུས། ཨན་གྱི་མང་ཚོགས་ནང་ལ་ཡ་གཅིག། ཨ་ནི། གོ་ལོག་སྒྲུབ་ཡོང་ཡ་དང་བརྡབ་གསིག་ཡོང་ཡ་དེ་གོང་ཞུས་པ་ནང་བཞིན་ཆགས་ཡོང་གི་འདུག་སོང་ཙང་གཅིག་ང་རང་ཡིན་པ་ནས་ཅིག་གང་ཐུབ་ཐུབ།

ད་ནང་བཞིན་ཅིག་བཅའ་ཁྲིམས་དོན་ཚན་ཞིབ་བཞི་ཞེ་བདུན་པའི་ལག་ཆ་ལ་བེད་སྤྱོད་བཏང་རྗེས། དེའི་ཐོག་ནས་དམ་འབུལ་མ་ཞུ་མཁན། ཨ་ཅེ་རྒྱ་བོ་རིན་པོ་ཆེའི་སྐུ་པར་དྲུང་དང་བཅའ་ཁྲིམས་རིན་པོ་ཆེའི་དྲུང་ནས་དམ་འབུལ་ཞུ་མཁན་ཨ་ཅེ་སྟོད་ནང་པ་ཚོ། ཨ་ནི་ཅིག་བཅའ་ཁྲིམས་ལ་ཡིད་ཆེས་བློ་བརྟན་མེད་པའི་ཐོག་ནས། ཨ་ནི་ཅིག་དམ་འབུལ་བྱས་པ་དེ། ཁྲིམས་དང་མཐུན་ཡོང་མ་རེད། ཨ་ནི་ཅིག་རིམ་པས། སྤྱི་འཐུས་ཀྱི་གོ་གནས་དང། ཁེ་ཕན་དེ་ཚོ་འདོར་ཡག་གི། ག་ད་ཅིག་ཉེན་བརྡ་དང་མ་སོགས་བཏང་ཡག་གི། དེ་འདྲའི་གི་འགྲེལ་བརྗོད་ཅིག་གནང་སོང། སོང་ཙང་ཅིག། ངས་ག་རུ་ཞུ་ཡ་ཡིན་ཟེར་ན། དོན་དག་ཅིག་བདམས་ཐོན་གྱི་སྲིད་སྐྱོང་གི་དམ་འབུལ་དེ་ཡིན་པའི་ནས་ཅིག་ཁྲིམས་ཞིབ་ཟུར་པ། འཕོ་འགྱུར་ཟིན་པའི་ཁྲིམས་ཞིབ་པ་ཆེ་བ་ཅིག་གི་དྲུང་ནས་ཞུ་དུས། བཅའ་ཁྲིམས་ཀྱི་ཐོག་ནས་ཁྲིམས་ཞིབ་ཟུར་པ་ཅིག་གིས། ཁྲིམས་ཞིབ་འཕོ་འགྱུར་ཟིན་པ་ཅིག་ནས་དེ་འདྲའི་དམ་འབུལ་གནང་ཆོག་ཡ་གི་སྐུ་དབང་དང་བཅའ་ཁྲིམས་ཀྱི་སྲས་མོད་དུས། དེ་ཁྲིམས་འགལ་ཆགས་ཡོད་རེད། ད་ནང་བཞིན།

ཨ་ནི་གཅིག། བཅའ་ཁྲིམས་ཀྱི་ཐོག་ནས་བཅའ་ཁྲིམས་དང་མཐུན་པའི་ཐོག་ནས་དམ་འབུལ་ཞུ་ཡ་ལས་དཀའ་ངལ་ག་རེ་ཡོད་རེད་དམ། དེ་འདྲས་ཞུས་གྲུབ་པའི་རྗེས་ལ་གང་ལྟར་གཅིག་ཚང་མས་བོད་མི་མང་གི་སྲིད་སྐྱོང་ཅེས་གང་ལྟར་རྒྱབ་སྐྱོར་གནང་ཡ་གནང་ཡ་ཡིན་པ་གང་ལྟར་གཅིག་གསལ་པོར་བ། ཨ་ནི་གཅིག་མང་པོ་གཅིག་གིས། དམ་འབུལ། བདེན་དོན་སྲིད་སྐྱོང་གི་དམ་འབུལ་སྐབས་ལ་ཡང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དྲ་ལམ་གྱི་བརྒྱུད་ནས་ཕེབས་རྗེས་བཀའ་སློབ་གནང་ཡོད་རེད། ྋསྐྱབས་སྲིད་སྐྱོང་ཟུར་པ་བློ་བཟང་སེངྒེ་ལགས་ཡིན་པའི་ནས ྋསྐྱབས་ཕེབས་རྗེས་བཀའ་གདམས་སྲིད་ཞི་བདེ་སྐྱེལ་མ་དེ་རྩིས་སྤྲོད་གནང། དེ་འད་གནང་གི་ཐོག་ནས་ངོས་འཛིན་གནང་ཐུབ་ས་ལ་ཡང་ཁྲིམས་མཐུན་གྱི་ཐོག་ནས་འདུག་ཅེས་གནང་ཐུབ་ས་ལ་ཡང་ཁྱེད་རང་ཚོ་གར་ཕྱིན་གནང་ཐུབ་མི་འདུག་ཅེས་སྐད་ཆ་བཏབ་མ་སོང། ག་དར་ཅིག། རྩོད་པའི་གི་གེ་ཅིག་བཤིག་ཏུ། གོང་ས་སྐྱབས་ཀུན་ཆེན་པོ་མཆོག་ཇི་ལྟར་གསོལ་བ་བཏབ་པ་ནང་བཞིན་དུ་རྩ་བ་ཆེན་པོ་དང་ཟེ་གོ་ཆེན་པོ་ཅིག་ཐོགས་ནས། ཨན་ཅིག། དམ་འབུལ་གྱི། སྐབས་ལ་ཡ་ཅིག་དྲ་ལམ་གྱི་ཐོག་ནས་ཐད་གཏོང་བརྒྱུད་བཅས་ཕེབས་པ། གང་དག་ཅིག་གསལ་པོ་ཅིག་མེད་ན་ཡང་དམ་འབུལ་གྲུབ་པའི་རྗེས་ལ་ཡ། ཨན་ཅིག་གོང་ས་མཆོག་དྲ་ལམ་བརྒྱུད་ནས་ཐད་གཏོང་ཐོག་ལ་ཡ་ཕེབས་པ་ཅིག་ཏུ་བྱེད་ཅེས་ཚང་མས། འདུག་ཅེས་མཇལ་ཡས་ཡོད་རེད། གང་ལྟར་ཅིག། དམ་འབུལ་སྤྲོ་འབུལ་བཅས་ལ་རྒྱ་རོམ་གྱིས་ཕེབས་པ་དེ་ཡང་བཀའ་སློབ་སྩལ་བ་དེ་ཡང་གང་ལྟར་ཅིག། བཀའ་དྲིན། བསམ་གྱིས་མི་ཁྱབ་པ་ཅིག་ཆགས་ཀྱི་ཡོད་རེད། བྱིན་རླབས་ཆེན་པོ་ཅིག་འཇུག་གི་ཡོད་རེད། གང་ལྟར་དེ་འདྲའི་ཐུགས་བརྩེ་བ་ཆེན་པོས་གཟིགས་པ་ཆེན་པོས་དགོངས་པ་ཆེན་པོ་ཅིག་ཐོག་ནས་འདུག་ཅེས་ཕེབས་པ་དེ། དེའི་གི་བྱིན་རླབས་དེའི་མ་སོ་སེམས་ལ་ཡ་བྱུ་ལོང་མེད་པ་ལ་ཡ་དེ་ཨན་ཅི་ཆབ་སྲིད་ཀྱི་ལག་རྟགས་ལག་ཆ་ལ་ཡ་བེད་སྤྱོད་དང་བྱས་ཨན་ཅི་སོ་སོ་དང་ལང་ཕྱོགས་གཅིག་པ་མིན་པ་ཚོ་ཨན་ཅི་ཁ་ཁ་ཡ་དང་ཁར་རྡུང་དང་ཡ་དེ་འདྲས་གི་ལག་ཆ་ལ་ཡ་བེད་སྤྱོད་དང་ཡ་དེ་ག་ད་ཅིག་སྐྱོན་དང་མ་སོ་ཆེན་པོ་དེ་ཅིག་གི་ག་ད་ཏག་ཏག་ཅིག་སྐྱོན་བསྡད་ཡོད་མ་རེད་ཅེས་ཤོད་ཡིན། ག་ད་ཅིག་རྒྱལ་བོ་རིན་པོ་ཆེ་དངོས་གནས་དད་པ་དམ་ཚིག་ཡོད་ངེས་ཅན་པ་ཡིན་ན། ཨན་གྱི་གང་དག་ཅིག། དོ་བདག་སོ་སོའི་གི་ཁམས་དང་མོས་པ་སྤགས་པའི་གི་གང་དག་ཅིག་བཀའ་སློབ། ཅིག་བསམ་གྱིས་བར་པ། དེའི་ཐོག་ནས་ཅིག། བྱིན་རླབས་དང་མ་སོགས་ཀྱི་སེམས་ལ་འཇུག། ཅེས། སོ་སོའི་གི། ལས་ཀ་ཅི་དང་ཐོག་ལ་ཡང་ཅིག། ཉམས་ལེན་ལག་བསྟར་ནང་ཡང་ཅིག་ཕྱག་ཡོར་མ་དོ། ཨན་ཅིག། ཆབ་སྲིད་གི་ལག་ཆར་བེད་སྤྱོད་བཏང། ཅེས། བེད་སྤྱོད་བཏང་ཡང་དེ་འདྲའི་གང་དག་ཅིག་ནོར་འཁྲུལ་ཆེན་པོར་བ། ཨན་ཅིག་རྒྱ་བོར་རུམ་ཅིག་གི་དགོངས་པ། དག་ན་བཞིན་གྱིས་བཀའ་སློབ། དེ་འདྲའི་ཐོག་ལ་ཡང་ཅིག་འགྲེལ་བརྗོད་གནང་ཡག་དང། གང་དག་ཅིག་ང་རང་ཚོ་སུ་གཅིག་གིས། གང་དག་ཅིག་ཡོངས་སུ་རྫོགས་པ། རྟོགས་ཡག་གི། གང་དག་ཅིག་གནས་བབ་གནས་སྟངས་སྐོར་ཡོག་མ་རུང་བ། སོང་ཙང་ཅིག་ང་རང་ཚོའི་གི། སྐྱེས་བུ་ཐ་མལ་པ་ཅིག་ཐོག་ནས། ཨ་ཅིག་ཅི་ཐུབ་ཡག་དེ། རྒྱ་རོམ་གྱི་བཀའ་སློབ་དེ་སེམས་ལ་བཅངས་བྱིན་རླབས་དེ་སེམས་ལ་འཇུག་བཅས་ལག་ལེན་བསྟར་ཡག་བྱེད་རེས་མ་གཏོགས། ཆབ་སྲིད་དང་སོ་སོས་ཀྱི་ཁེ་ཕན་སྒྲུབ་ཡག་ཆེད་དུ་དེ་སྔ་ནས་ཀྱི་ང་རང་ཚོའི་གི་ཆབ་སྲིད་པ་ཚོ་ལ་ཡང་ཅིག་ག་ད་དེ་འདྲའི་གི་ཅི་སྡང་སྡུག་ཅག་ཅིག་ཡོད་རེད་ད་མདོ་ཡིན་ནས་ཅིག་དེ་འདྲའི་ཡོང་གི་འདུག་བ། སྤྱི་འཐུས་ཁག་ཅིག་ནས་བུ་བ། རྒྱ་རོམ་གཅིག་གི་བཀའ་སློབ་གནང་པ་དེ་སྐོར་ལ་ཡང་འགྲེལ་བརྗོད་བྱེད་ཡག་མེད། ནས་ཅིག་འདུག་བྱས་རྒྱ་རོམ་གྱི་དྲ་ལམ་ནས་འདུག་བྱས་ཕའི་བཀའ་སློབ་བསྩལ་པ་འདི་གི་རང་འགྲིག་སོང་ཟེར། ཁོང་པ་ཞེས་དར་བ། བཀའ་སློབ་གནང་ཡ་དེ་ལས་འབྲེལ་བརྗོད་བྱས་མེད་ལ་བྱེད་ཐུབ་ཀྱི་མེད། ནས་ཅིག་རྒྱ་རོམ་གྱི་འདུག་བྱས་སྐུ་དངོས་དྲ་ལམ། ཐད་གཏོང་བརྒྱུད་བྱས་ཕེབས་པ་འདི་ཨ་འདི་གི་འགྲིག་སོང་ཟེར། འདི་གི་ཨ་ཅིག་ངོས་འཛིན་གྱི་རག་གི་འདུག་བྱས་བྱས་ཨ་ད་ཅིག་དངོས་ཤུགས་བརྒྱུད་གསུམ་ནས་འགྲེལ་བཤད་ལོག་པ་ཞིག་རྒྱག་གི་ཡོད་རེད་པོ། གཅིག་ཀུན་འདུས་ཀྱི་དགོངས་པ། དང་ན་བཞིའི་བཀའ་སློབ། དེ་འདྲའི་ཐོག་ལ་ཡང་ཅིག་ཐེ་ཚོམ་དང་གསལ་པོ་མེད་པ་དང། དེ་འདྲའི་ཅིག་གནང་དགོས་ཀྱི་ཡོད་པ་ཡིན་ན། གང་དག་ཅིག་ག་འདི་ཕོ་བྲང་ཡོག་རེད། ག་འདི་ཕོ་བྲང་གི་ཡིག་ཚང་བརྒྱུད་ནས་གང་དག་ཅིག་གསལ་བཤད་གནང་ཡག་དང་དེ་འདྲ་ཡོག་པ། དེ་འདྲའི་མེད་པའི་ཐོག་ནས་ཅིག། སོ་སོའི་སྣང་བ་གང་ཤར་ཅིག་འགྲེལ་བཤད་ཅིག་བརྒྱབ་ཡག་དང། གཞན་པ་ལ་ཡང་ཅིག་འདི་རེད་ཟེར་བྱས་ནན་བརྗོད་བྱེད་ཡག་དེ་འདྲའི་གང་དག་ཏག་ཏག་ཞིག་ཁྱོན་བསྡད་ཡོག་མར་ཅིག་འདི་ཅིག་བྱེད་འདོད་བྱུང། བདག་ན་བཞིན་ཅིག། ཡོང་རུང་བྱས། དེ་འདྲའི་གི། ཆབ་སྲིད་དང་འབྲེལ་བའི་གི། མཛད་སྒོ་དེ་འདྲའི་ལ་ཡང། དེ་འདྲའི་ཞོལ་ཡིན་པ་ཡིན་ན། བདག་ཅིག་དངོས་གནས་བྱས་པ་ཡིན་ན་སྔ་ས་ནས། སོ་སོའི་གུ་ངོ་ནས། དམ་འབུལ་བཞུགས་མིན་དེ། གང་ལྟར་སོ་སོའི་འགན་ཆེན་པོ་ཕོག་ཡོད་པ་དེ་དུས་ནས་ཅིག་དམ་འབུལ་དང་འབྲེལ་བ་ཡོད་པའི་གང་ལྟར་ཅིག་ཨན་ཅིག་ལས་ཁུངས་ག་རེ་ཡིན་པ་ཡིན་ནས་ཅིག་སྔ་ས་ནས་གྲ་སྒྲིག་འདི་ཚོ་ཡག་པོ་བྱེད་དགོས་པ། དམ་འབུལ་དང་འབྲེལ་བའི་གི་གང་ལྟར་བྱ་རིམ་འདི་ཚོ་ཡིན་པ་ཡིན་ནས་ཅིག་ཁྲིམས་དང་མཐུན་པ་ཡོང་ཡག་གི་ཐོག་ལ་ཡང་འབད་བརྩོན་ཞུས་བྱས་གང་ལྟར་ཅིག་འཐུས་ཤོར་མེད་པ་ཅིག་བྱེད་དགོས་ཡ་ཅིག་གལ་ཆེན་པོ་ཆགས་ཡོད་པ། རྒྱ་བོད་རིམ་བྱས་ལ་ཡང་གསོལ་འདེབས་ཞུས། སོ་སོའི་གི་བྱེད་དགོས་ཡ་དེ་ཚོ་ལ་ཡང་འཐུས་ཤོར་ཆེ་ཐག་ཆོད་བཏང། ཨ་ནི་གཅིག་སོ་སོའི་གི། སྐྱོན་དང་ནོར་འཁྲུལ་དུ་སོ་ཀ་བྷྱ་གི་ཆེད་དུ། ཨ་ནི་གཅིག་རྒྱ་བོར་མི་བྱེད་བེད་སྤྱོད་བཏང་ཡ་དེ། དེ་ཚོ། ཨ་ནི་གཅིག་ཏག་ཏག་ཅིག་ཁྱོད་འདས་ཡོད་མ་རེད། དེ་འདྲའི་རྣམ་པ་ཡང་མེད་ན་ལ་དག་གི་མ་རེད། ཨ་ནི་གཅིག་མ་འོངས་པ། དེ་འདྲའི་གི། རྒྱ་བོར་མི་བྱེད་བྷེ་ཡ་ཐོག་ལ་ཡིན་པ་ནས་ཅིག་མཛད་དགའ་བཟོ་གི་ཡོད་པ་གསལ་པོར་བ། ད་འདས་གི་གནས་སྟངས་འདིའི་ཐོག་ལ་ཡང་ཅང་རང་ཚོས་དགོངས་པ་ཡག་པོ་ཅིག་བཞེས་པ་ཡིན་བེད་ན། འཐུས་ཤོར་ཆེན་པོ་བཏང་ཡོད་རེད། ད་དུང་ཡིན་ནའང་ཅིག། རྒྱ་གོ་རོམ་ཅིག་གིས། ཐུགས་བརྩེ་བ་ཆེན་པོ་ཅིག། གཟི་བརྗིད་ཕེབས་ཡོད་པ། དེའི་ཐོག་ནས་བཀའ་སློབ་སྩལ་ཡོད་རེད། བཀའ་སློབ་དེ་ཚོའི་སྦས་ནས་ཅིག། ང་ཚ་གནད་འགག་ཆེན་པོ་བཞག་གསུངས་ཡོད་རེད། ང་རང་ཚོའི་སྒྲིག་འཛུགས་འདི། ཐོག་མ་ནས་རང་ཅིག་དམངས་གཙོའི་གི་ཐོག་ལ་ཡང་འགྲོ་ཡག་ལ་ཡང། ཧུར་བསྐྱེད། ཐབས་ཤེས། གང་དག་ཅིག་དཀའ་ལས་རབ་དང་རིམ་པ་མང་པོ་ཅིག་བརྒྱབ་ཡོད་རེད། ཉེ་བའི་ཕྱག་ལས་གནས་ཆེན་རྒྱོགས་རོམ་བཅས་ཀྱི་ཆབ་སྲིད་སྐུ་དབང་ཡོངས་རྫོགས་རྩིས་སྤྲོད་གནང་ཡིན། ད་ལྟ་ད་ནས་ཕར་ལན་བས་ནས་ཅིག་དམངས་གཙོ་ཡང་དག་པ་ཅིག་ཐོག་ལས་འགྲོ་དགོས་ཡ་ལས་འགལ་ཆུང་པོ་རེད་ཅེས་སྐུ་མདུན་བཀའ་སློབ་དེ་འདྲའི་ཅིག་གསལ་པོ་གསུངས་ཡོད་པ་སོང་ཙང་ཅིག་བདམས་མཐུན་གྱི་སྲིད་སྐྱོང་ཡིན་པ་ཡིན་ནས་འདྲ་འདུག་བདམས་མཐུན་གྱི་འཐུས་མི་རྣམ་པ་ཚོ་ཡིན་པ་ཡིན་ནས་ཅིག་དགོངས་པ་བཞེས་བྱས། འཐུས་ཤོར་ཅིག་ཕྱིན་ཚར་རེད་དེ་ད་དུང་ཀུན་འཐུས་ཕེད་ཅེས་བཀའ་སློབ་དེ་འདྲས་གནང་སོང། ཨང་ཅིག་སྔར་རྗེས་ལ་ཡང་གོད་ཤག་དང། ད་ནས་ཕར་ལ་ཡང་ཨང་ཅིག་བཀའ་སློབ། སྙིང་ལ་བཅངས་པ་ཐོག་ནས་བྱིན་རླབས་སེམས་ལ་འཇུག་པ་ཐོག་ནས་ཨང་ཅིག། དོན་དང་དོན་ལ་ཨང་ཅིག་བཀའ་སློབ་ཏུ་ལག་བསྟར་བྱེད་ཡ་དང། དགོངས་པ་ནང་བཞིན་ཅིག་འགྲོ་ཡ་ལ་འབད་བརྩོན་ཞུ་དགོས་ཡ་ཆགས་ཀྱི་ཡོད་པ། ཅིག་ད་ལྟ་བ་ཟླ་བ་གཉིས་སུ་ཕྱིན་ཡོད་རེད། གང་ལྟར་ཅིག་དོན་དང་ལྡན་པའི་དམངས་གཙོ་ཡོང་ཡ་ཅིག་འབད་བརྩོན་གནང་གི་འདུག་པས་གནང་གི་མི་འདུག། སོ་སོའི་གི་ཕྱོགས་གཏོགས་ཤོག་ཁག་ལས་མང་མོས་ཀྱི་རྒྱབ་སྐྱོར་ཅིག་མ་ཐོབ་བར་དུ་མཁྲེགས་འཛིན་བྱས་བྱས་ཞུ་གི་ཡོད་པ་རེད། ད་འདི་གང་ལྟར་ཅིག་དམ་འབུལ་དང་འབྲེལ་བ་ཤ་ཆག་མི་འདུག། ཨ་ནི། དེ་གཅིག་བྱས། བདག་ན་བཞིན་ཅིག། སྲིད་སྐྱོང་ཟུར་པ་ཡིན་པ་ཡིན་ནས། ཨ་ནི་ཅིག། ལམ་ལུགས་སྲོལ་ཅིག་ཐོག་ནས། ཡ་རབས་བཟང་སྤྱོད་ཅིག་ཐོག་ནས། ཟུར་པའི་འགན་ཅིག་ཡོད་པའི་ཐོག་ནས། ཨ་ནི་ཅིག་དམ་འབུལ་ལ་ཡ་ཅག་བྱས། ཨ་ནི་ཅིག་བཀའ་གདམས་སྲིད་ཞིབ་བདེ་སྐྱིད་མ་བདེ་སྡུག་བྱས་བྱས་རྩིས་སྤྲོད་གནང་བ་འདི། གོང་བུ་ཆེན་པོ་ཅིག་བཞེས་བྱས་ཕེབས་ཡོང། དེ་འདྲའི་ཐོག་ནས་ཅིག་བཀའ་དྲིན་བསམ་ཤེས་ཅིག་གོ་རེ་མ་གཏོགས། ཨ་ནི་ཅིག་དེ་འདྲའི་ཕེབས་པ་དེ་ལམ་སང། ཆབ་སྲིད་ཀྱི་ལག་ཆ་ཅིག་ལ་ཡ་བེད་སྤྱོད་བཏང་བྱས། ཨན་ཅིག་སོ་སོ་དང། རང་ཕྱོགས་གཅིག་པ་མིན་པ་བཅས་ལ་ཡང། ཨན་ཅིག། ཁ་བརྡུང་བཏང་ཡག་དང། ཨན་ཅིག། ཁ་བཀག་ཡག་བེད་སྤྱོད་བཏང་ཡག་འདི་ཚོ། རྟེན་གོང་ཞུས་པ་ནང་བཞིན་ཞེ་ཏག་ཏག་བཟང་སྤྱོད་དང་འབྲེལ་ཡོད་རེད་ཞེས་བདེ་སྐྱིད་ཞུ་འདོད་བྱུང། ཁ་བརྡ་གཅིག་དམ་འབུལ་ཆགས་ཡོད་དུས། རྟེན་གོང་ཞུས་པ་ནང་བཞིན། བཅའ་ཁྲིམས་ཀྱི་ཐོག་ནས་གཏན་འབེབས་མཛད་པ་འདི་ཚོ། གཞི་རྩར་བྱས་རྗེས། ཆ་ཚང་བ་གཅིག་གོ་ཡ་གལ་ཆེན་པོ་ཆགས་ཡོད་རེད་པ། ཨན་དེའི་ཐོག་ནས། ཨན་ཅིག་རྒྱག་རུང་ཅི་དེ་འདྲའི་ཞོ་ཡ་དང་སྲིད་སྐྱོང་ཟུར་པ་དག་ན་ཞིག་སྐུ་མགྲོན་གཞན་པས་ཨན་ཅིག་དེ་འདྲ་ཞོས་པ་ཡིན་ན་ཨ་ཀ་ད་ཅིག་གོ་སྒྲིག་གི་འོག་པ་ཨ་ད་གཙོ་བོ་བཅའ་ཁྲིམས་ཀྱི་ཐོག་ནས་ཆ་རྐྱེན་ཚང་དགོས་ཡ་དེ་གལ་ཆེན་པོ་ཆགས་ཡོད་རེད་དེའི་ཐོག་ནས་ཨན་ཅིག་ཁྲིམས་མཐུན་གྱི་ངོས་འཛིན་བྱེད་ཐུབ་དགོས་རུ་བ་དེ་ཅིག་གསལ་པོ་ཞུས་ན་བསམ་སོང། དག་ནང་བཞིན། བར་བརྒལ་གྱི་ཚོགས་གཙོའི་ཐོག་ནས་ཡིན་པ་ཡིན་ནས། ད་ལྟ། སྤྱི་འཐུས་རྣམ་པ་ཚོས་གདམ་འབུལ་གཞལ་ཡག་གི་ཆ་རྐྱེན། བར་བརྒལ་ཚོགས་གཙོའི་ཆ་རྐྱེན་ཚང་ཡོད་མ་རེད་ཅེས་འདི་གསལ་པོ་ཞུ་ཡ་ཡིན། བཅའ་ཁྲིམས་དོན་ཚན་བཞི་བཞི་བདུན་པའི་ནང་ལ་ཡང་བར་བརྒལ་ཚོགས་གཙོ་ཟེར་དུས། གང་དག་ཅིག་སྤྱི་འཐུས་ལོ་ཡུན་རིང་ཤོས་གནང་མཁན་དེའི་ནང་ནས་ཅིག་དགུང་ལོ་བགྲེས་ཤོས་དེ། འདུག་ཅེས་བཅད་ཡ་ཐོན་ཡོང་གི་ཡོད་རེད། འོན་ཀྱི་སྤྱི་འཐུས་གདམ་དོན་སྤྱི་འཐུས་རྣམ་པ་ཚོས་གདམ་འབུལ་མ་བཞེས་མཁན་ལ་ཡང། བར་བརྒལ་ཚོགས་གཙོ་འདིའི་གི། ཏང་ཀྲི་དང་པུའུ་དེ་ཆེས་མཐོའི་ཁྲིམས་ཞིབ་ཁང། ཁྲིམས་ཞིབ་པ་ཆེ་བའི་དྲུང་ནས་ཞེ་དགོས་ཡ་གཅིག་འདུག་ཅེས་བཅའ་ཁྲིམས་ཐོག་ནས་གཏན་འབེབས་གནང་ཡོད། པ་ཨ་གཅིག་ད་ལྟའི་གི་བ་རྒན་ཚུགས་ཚུགས་ཡིན་ཟེར་ཡ་གི་ཨ་གཅིག་དེ། ཨ། དང་པུའུ་དེ། འཕོ་འགྱུར་ཟིན་པའི་གི་ཁྲིམས་ཞིབ་པ་ཆེ་བ་གཅིག་གི་དྲུང་ནས་ཞུས་པ་དེ་ཨ་གཅིག་ཏང་གི་གོང་ཞུས་པ་ནང་བཞིན་བཅའ་ཁྲིམས་ཀྱི་ཐོག་ནས་དེ་འདྲས་ཀྱི་སྐུ་དབང་དང། ཨན་ཅིན། བྱ་རིམ་གྱི་སད་མེད་དུས། དམ་བཅའ་སྣང་བརྙན་དང་གཞུང་རྐྱེན་གཉིས་ཆ་དང་དག་མཁན་བཞིན་དུ་བཅའ་ཁྲིམས་བཅའ་ཁྲིམས་ལ་ཡིད་ཆེས་བློ་བདེ་མེད་པའི་ཐོག་ནས་དམ་བཅའ་ཞུ་དུས་ཁྲིམས་འགལ་ཆགས་ཡོད་རེད། བཅའ་ཁྲིམས་དང་འགལ་བ་ཆགས་ཀྱི་ཡོད་རེད་ཅེས་རྗེས་ཀྱི་ཞུ་འདོད་བྱུང་ག་ལྟར་དེ་འབྲེལ་གྱི་ཐོག་ནས་སོ་སོའི་གྱི་ཆ་རྐྱེན་ཅིག་ཚང་གི་མེད་དུས་ཨན་ཅིན་དམ་འབུལ་སྐབས་ཡིན་པའི་གནད་ཅིག་འབྲེལ་ལ་ཚུབ་ཚུབ་ང་ལ་ཡང།

དེའི་སང་ཉིན་དེ་ཨན་ཅིག། ཕོ་བྲང་དཀར་པོའི་ནང་ལ་ཡང། གསར་འགོད་པར་དེ་འདྲའི་ཞུས་རྗེས། དམ་འབུལ་བསྐྱར་དུ་བཞེས་ཡོད་པ། ཨན་ཅིག་ང་རང་ཚོའི་གི། ང་བདག་གི་སྲིད་སྐྱོང་གི། དམ་འབུལ་ཡིན་པའི་ནས་འབྲེལ་དུ། བ་རྒན་ཚོ་ཚོའི་གི་དམ་འབུལ་ཡིན་པའི་ནས་དུ་ཚིག་བཅད་མང་པོ་ཅིག། ནོར་ཡོད་པ། དེ་འདྲའི་ཐོག་ལ་ཡང་ཅིག། ང་བདག་སུས་འགན་འཁྱེར་གྱི་འདུག། རུ་བ། བཅའ་ཁྲིམས་ནང་ལ་ཡང་གསལ་པོ་གཏན་འབེབས་གནང་པ་དེ། ཚང་མས་བརྩི་སྲུང་ཅིག་བར་བྱ་གི་ཡོད་པ།

ཆ་རྐྱེན་མ་ཚང་བའི་གྱི་བར་བརྒལ་ཚོགས་གཙོ་གཅིག་དྲུང་ནས། དམ་འབུལ་ཞུ་སྙན། འདེམས་ཐོན་སྤྱི་བདེ་རྣམ་པ་ཚོ་ཡིན་པ་ཡིན་ནས། སོ་སོའི་གྱི་དམ་འབུལ་དེ། ང་དག་ཅིག། འཐུས་ཚང། ཆ་རྐྱེན་ཚང་བ་ཅིག་ཆགས་ཀྱི་ཡོག་མ་རེད་བཅའ་ཁྲིམས་དང་འགལ་གྱི་ཡོག་རེད། ཨ་ཅིག། བར་བརྒལ་ཚོགས་གཙོའི་དྲུང་ནས་དམ་འབུལ་ཞུ་སྙན་སྤྱི་བདེ་མང་པོ་ཅིག། དེ་སྔ་སྐབས་བཅུ་དྲུག་པའི་གྱི་སྤྱི་འཐུས་ཆགས་ཡོག་རེད། སྤྱི་འཐུས་གྲོས་ཚོགས་ནས་ཨ་ཅིག་ཁྲིམས་ཞིབ་པ་ཆེ་བ། འཕོ་འགྱུར་བཏང་པ། གསལ་པོ་མཁྱེན་བཞིན་དུ། ཨང་ཅིག། བརྩེ་མེད་རྡོག་རོལ་དོར་ནས། གང་དག་ཅིག། དམ་འབུལ། སྣང་བརྙན་དང་ཞུ་མཁན་གཉིས་ཆ་གི་ཐོག་ནས། ཨང་ཅིག། བཅའ་ཁྲིམས་ནས་ཡིད་ཆེས་བློ་བདེ་མེད་པའི་ཐོག་ནས་དམ་འབུལ་ཞུས་པ་སོང་ཙང། ཨང་ཅིག་དེའི་དམ་འབུལ་དེ་ཡིན་པ་ནས་ཀྱི་བཅའ་ཁྲིམས་དང་འགལ་གྱི་ཡོད་རེད་ཅེས་ཞུ་འདོད་བྱུང། ཨ་མདང་ནང་བཞིན་ཅིག། གནམ་གྱི་ཚིག་གི་ལག་གི། ཨང་ཅིག་སོ་སོའི། ལངས་ཕྱོགས་གཅིག་པ་འཛིན་ས་རྒྱབ་རྩ་གཅིག་ས། འདིའི་སྐྱོན། ཧྲིལ་བོ་བརྩམས་ཏེ་བས་བཞག་བྱས། ཨན་ཅིག། བ་རྒན་ཚོགས་གཙོ་དང་བ་རྒན་ཚོགས་གཙོའི་དྲུང་ནས་དམ་འབུལ་ཞུ་ངེས་ཚུལ། ཨན་ཅིག་བཅའ་ཁྲིམས་དོན་ཚན་ཞིབ་བཤེར་བདུན་པའི་ཐོག་ནས། ཁྲིམས་དང་མཐུན་པ་རེད་ཟེར་ཡག་དང། དེའི་ཐོག་ནས་ངོས་འཛིན་ཐོབ་ཀྱི་ཡོད་པ་དང། ཨན་ཅིག། བ་རྒན་ཚོགས་གཙོའི་དྲུང་ནས་མ་ཡིན་པ། རྒྱོགས་རོམ་གྱིས་སྐུ་པ་མཐོང་གྲོལ་རིན་པོ་ཆེ་དང་ཨན་ཅིག། བཅའ་ཁྲིམས་ཀྱི་དྲུང་ནས་དམ་འབུལ་ཞུ་ངེས་ཚུལ། ཨན་གྱིས་ཡིད་ཆེས་བློ་བདེ་མེད་པའི་ཐོག་ནས་དམ་འབུལ་ཞུས་པ། ཨན་གྱིས་ཁྲིམས་འགལ་རེད། རིང་མིན། ང་ད་ཅིའི་སྤྱི་འཐུས་ཀྱི་མཚན་གནས་དང་ཆ་རྐྱེན། འགན་དབང་དེ་ཚོ་ཨན་གྱིས་དོར་ཡ་ཡིན་པའི་ཉེན་བརྡ་དང་མ་སུ་བཏང་ཡོད་རེད་པ། དེ་ཚོ་ང་ད་ཅིས་དགོངས་པ་ཡག་པོ་བཞེས་དར་བ། ཁྲིམས་ཞིབ་པ། ཆེ་བ་ད་ལྟའི་ཆ་ལ་ཡག་ཅིག་མེད་པའི་ཐོག་ནས། བཅའ་ཁྲིམས་དོན་ཚན་ཞིབ་བཞི་བདུན་པའི་ཐོག་ལ་འགྲོ་ཡ་གི་ལམ་ཁ་དང་མ་སུ་བགག་ཡོད་རེད་པ། ང་ད་ཅིས་ད་ལྟའི་གི་སྒྲིག་འཛུགས་བོ་ལུགས་བོད་ཀྱི་གནས་སྟངས་ཀྱི་ཐོག་ནས། སྤྱི་འཐུས། ཀོང་ཡ་ཏི། གྲོས་ཚོགས་ཀོང་ཡ་ཏི། ཚོགས་ཡ་ཏི་ཨ་ནི་གཅིག། གལ་གནད་ཆེན་པོ་གཅིག་ཆགས་ཀྱི་ཡོད་དུས། ཨ་ནི་གཅིག། ང་བདག་གཅིག་དོན་ཚན། བཞི་བཞི་བྱེད་དོན་གྱི་ཐོག་ནས་ལངས་ཀ་མེད་ན་ཡང་ཨ་ནི་གཅིག་བཅའ་ཁྲིམས་དང། བཅའ་ཁྲིམས་ཀྱི་རྒྱ་དང་མ་འགལ་བའི་ལངས་ཀ། གཅིག་ཡོད་པ་དེ། ཨ་ནི་གཅིག། སྐུ་པ་ཐོང་ཁྲོ་རིན་པོ་ཆེ་དང་བཅའ་ཁྲིམས་ཀྱི་དྲུང་ནས་དམ་འབུལ་ཞུ་ཡ་ཏི་ཆགས་ཀྱི་ཡོད་པ། དེ་ཡིན་པ་ཨ་ནི་གཅིག། དེ་སྔར་ལམ་ལུགས་སྲོལ་མེད་པ་ཅིག་ཁྱོན་ནས་མར་བ། ངེད་ཅག་བཅའ་ཁྲིམས་བསྐྱར་བཅོས་གནང་བྱས་ཨ་ནི། ཁྲིམས་ཞིབ་པ་ཆེ་བའི་དྲུང་ནས་དམ་འབུལ་ཞུ་ཡ་ཅིག་བཟོས་ཡོད་པར་མ་གཏོགས། གང་ལྟར། ང་རང་ཚོ་གིས་ལས་དང་སྨོན་ལམ་གྱི་ཐོག་ནས་འབྲེལ་བ། ཨ་ཅིག། ཐུན་མོང་མ་ཡིན་པའི་གི་དད་པ་དམ་ཚིག་གི་ཐོག་ནས་འབྲེལ་བ་ཡོད་པ། ཨ་ཅིག་ལོ་རྒྱུས་རིང་པོའི་གི་ཐོག་ནས། གང་ལྟར་ཅིག་བོད་དང་བོདཀོང་ས་སྐྱབས་མགོན་ཆེན་པོ་མཆོག་གི་པར་ལ་ཡང། གང་ལྟར། འབྲེལ་བ་དམ་ཟབ་ཅིག་ཡོད་པའི་ཐོག་ནས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གང་དག་ཅིག་བོད་ཀྱི་ཕྱོགས་ལ་ཡང་བོད་ཀྱི་ཐོག་ལ་ཡང་ཨང་ཅིག། གང་དག་ཅིག་བསམ་གྱིས་མི་ཁྱབ་པའི་གི་དྲིན་ཆེན་པོ་ཅིག་ཡིན་པའི་ཐོག་ནས། གང་དག་ལོ་རྒྱུས་རང་བཞིན་ལྡན་པའི་ཐོག་ནས་ཨང་ཅིག་བཅའ་ཁྲིམས་དོན་ཚན་དང་པོའི་ཐོག་ལ་ཡང་མཚན་གནས་དང་གང་དག་ཅིག། འདི་ནས་ཕུལ་ཡོག་པ་སོང་ཙང་ཨང་ཅིག། ལྐུགས་པ་མཐོང་གྲོལ་རིན་པོ་ཆེ་གིས་དྲུང་དང་བཅའ་ཁྲིམས་རིན་པོ་ཆེ་དྲུང་ནས་དམ་འབུལ་ཞུས་ཡས་ཏེ། ད་ལྟའི་ཆར་ལ་ཡག། གང་དག་ཅིག་བཅའ་ཁྲིམས་དོན་ཚན་ཞིབ་བཞི་ཞབས་བསྟུན་དང་གལ་གྱི་ཡོར་དེ་གང་དག་བཅའ་ཁྲིམས་ཀྱི་རྒྱ་དང་གལ་གྱི་མེད་ཟེར་ཡས་འདི། ཁོ་དངོས་གནས་དང་ཆིག་ཆག་ཡོར་པ་གནད་འགག་ཆེན་པོ་ཆགས་ཡོར་པ། སོ་ཙག་འདི་བཅའ་ཁྲིམས་དང་འགལ་རེད་ཟེར་ཡས་འདི། ཨ་ནི་ཅིག་ཏག་ཏག་བསྡད་ཡོར་མ་རེད་གང་དག་ཅིག། ཨ་ནི་ཅིག་འཐུས་མི་རྣམ་པ་ཚོས་ཀྱིས་འགན་བཞེས་བྱས། ད་ཁྱོད་ནས་འདུམ་འགྲིག་བྱེད་ཡས་མེད་པ་ཡིན་ན།

ཆགས་འཇིག་གི་གནས་ལ་ཨན་གྱི་ཉེན་ཁ་ཆེན་པོ་བརྗོད་པ་ཡིན་དུས། ཚང་མས་དགོངས་པ་བཞེས་དགོས་ཀྱི་འདུག་ད་ནང་བཞིན་གྱི་གནད་དོན་འདི་འདྲའི་གི་ཐོག་ལ་ཡང། བདམས་ཐོན་གྱི་འཐུས་མི་རྣམ་པ་ཚོས་གི་ཆབ་སྲིད་ཀྱི་ཐོག་ནས་དཀའ་རྙོག་བྱུང་གི་ཡོད་དུས། གང་ལྟར་གྱི་སྒྲིག་འཛུགས་ཀྱི་སྲི་ཞུ་བ་རྣམ་པ་ཚོ་ཨན་གྱི་སྟབས་མ་བདེ་ཡང། གནོན་ཤུགས་དང་དཀའ་ངལ་དང་ཨན་གྱི་ལས་དོན་མང་པོ་ཅིག་གང་ལྟར་གྱི་འདུག་བྱས་ཙག་བྱས་ལྷག་ཡོང་དགོས་པ་དཀའ་ངལ་ཆེན་པོ་བརྗོད་ཡོད་རེད། ཡིན་པ་ཡིན་ནའི་ཅིག། བླང་དོར་སྒྲིག་གཞིའི་ཐོག་ནས། ལམ་ལུགས་སྲོལ་གྱི་ཐོག་ནས། ད་ལྟ་སྲི་ཞུ་ལས་བྱེད་པ་རྣམ་པ་ཚོ། ཨ་ནི་གཅིག། རང་ཚུགས་བརྟན་པོ། ཨ་ནི་གཅིག་བློ་གཟུ་བོར་གནས་བཅས། གང་དག། གང་དག་ཅིག། བདེན་འབྲེལ་གྱི་ལངས་ཕྱོགས་ཀྱིས་འཛིན་དགོས་ཀྱི་ཡོད་རེད། ཨ་ནི་གཅིག། བརྒྱ་ཆ་དགུ་བཅུ་གོ་དགུ་གིས། གང་དག་ཅིག། ཕྱག་ལས་ཡག་པོ་གནང། ཨ་ནི་ཅིག་མུ་མཐུད་བཅས་གང་ལྟར་སེམས་ཤུགས་བཅས་བཅས་དད་པ་དམ་ཚིག་གཡོ་མེད་པའི་ཐོག་ནས་ཨ་ནི་ཅིག་བོད་གཞུང་ལ་ཡ་སི་ཞུ་ཞུ་སི་ཞུ་སྒྲུབ་བྱས་འདུག་བྱས་གནང་མུས་ཆགས་ཀྱི་ཡོད་རེད། ཨ་ནི་ཅིག། སྐབས་རེ་ཨ་ནི་ཅིག་བཅའ་ཁྲིམས་ཀྱི་ཐོག་དང་ཐོག་ནས་ཨ་ནི་ཅིག་འབྲེལ་ཡོད་འདུག་བྱས་བྱས་གསལ་སྟོན་ཅིག་བ་ཡ་དེ་འདྲ་ཆགས་ཀྱི་ཡོད་པ་ཡིན་ནའི་གང་ལྟར་དྲང་པོ་དྲང་བཞག་གི་ཐོག་ནས་ཨ་ནི་ཅིག་བཅའ་ཁྲིམས་དེ།

ཟླ་གཅིག་གྲོས་ཚོགས་ཚོགས་འདུ་ཡར་རྒྱག་དཀའ་ངལ་བཟོས་ཡོད་པ། དེའི་འགྲེལ་བརྗོད་ལྡན་པའི་ནས་ཧན་གྱི་བཅའ་ཁྲིམས་ཀྱི་རྒྱ་དང་མ་འགལ་བ་དམ་འབུལ་བྱེད་མཁན་རྣམས་པ་ཚོ་ཨམ་གཅིག་བསྐྱར་དུ་དམ་འབུལ་ཞུ་དགོས་ཀྱི་ཡོད་ཟེར་བྱས། འདས་གསུང་ཡ་དེ་ཏག་ཏག་ཁྱོན་འདས་ཡོང་མར་པོ། དེ་གབ་ཆུ་གོ་ལོག་གི་ཐག་གཅོད་ཅིག་ཆགས་ཀྱི་ཡོད་པོ། བཅའ་ཁྲིམས་ཀྱི་ཐོག་ནས་ཨམ་ཅི་ཆ་རྐྱེན་མ་ཚང་བ། བཅའ་ཁྲིམས་དང་འགལ་གྱི་ཡོད་པའི་གྱི་དམ་འབུལ་བྱེད་མཁན་ཚོ་ཨམ་ཅི་འགྲིག་པ་ཡིན་འདུག་མདོག་དང། བཅའ་ཁྲིམས་ཀྱི་དམ་བསྡད་བྱ་ལས་དཀའ་ངལ་འཕྲད་པའི་ཐོག་ནས་བཅའ་ཁྲིམས་ཀྱི་གྱ་དང་མ་འགལ་བའི་གྱི་དམ་འབུལ་བྱེད་མཁན་སྤྱི་འཐུས་རྣམ་པ་ཚོ་ཨམ་ཅིག་ཁྲིམས་འགལ་ཆགས་ཀྱི་ཡོད་རེད་བཅའ་ཁྲིམས་དང་འགལ་གྱི་ཡོད་རེད་བསྐྱར་དུ་དམ་འབུལ་ཞུས་པ་ཡིན་ན་ཨམ་ཅིག་གྲོས་ཚོགས་བསྐོང་ཡག་ལས་ཡོང་གྱི་རེད་ཟེར་བྱས་རེད་དེ་འདྲའི་གྱི་ཐག་གཅོད་གནང་ཡག་དེ་ཨ་གང་ལྟར། འགལ་འཛོལ་ཆེན་པོ་ཅི་བྱུང་བཞག་དེའི་ཐོག་ལ་ཡང་གཅིག་བོད་རིགས་ལས་ཁང་གི་ཐོག་ནས་གང་དག་ཅིག་མང་ཚོགས་ནས་བསམ་ཚུལ་ཡོང་གི་ཡོད་རེད་དྲི་བ་ཡོང་གི་ཡོད་རེད་དེའི་ཐོག་ལ་ཡང་དགོངས་པ་ཆེན་པོ་ཅི་བཞེས་བྱས་གང་ལྟར་འགན་བཞེས་དགོས་ཀྱི་འདུག་ཨ། སོ་སོའི་ནོར་འཁྲུལ་བཟོས་པ་ཡིན་པ་ཡིན་ན་གང་དག་ཅིག་ངོས་ལེན་གནང་བྱས་དགོངས་པ་བདུན་པོས་ཅི་དགོས་ཡ་ག་འདྲ་ཡོང་གི་འདུག་དེ་མིན་པ་ཡིན་ན་ཅིག་སྲི་ཞུ་བ་ཚོས་ཀྱི་ཨན་ཅི། ཆབ་སྲིད། རྩེ་ཡག་དང་ཁེ་ཕན་སྒྲུབ་ཡག། དེ་འདྲའི། དོགས་པ་ཡོང་མ་སྲིད་པ་གད་མར་བ། དེ་འདྲའི་རྣམ་པ་ཡིན་པ་ཡིན་ན་ཨན་ཅི་དངོས་གནས། ད་ལྟའི་ཆར་ལ་ཡ་ཅི་སྒྲིག་འཛུགས་བོར་ལུགས། དབང་ཆ་གྱེས་འཇོག་བྱེད་ཀྱི་ཡོད་རེད་དེ་ག་འདྲ་ཅི་སྲི་ཞུ་བ། མང་ཆེ་བས། ཧུར་བསྐྱེད་ཐོག་ནས། ང་ཚོས་སྒྲིག་འཛུགས་འདི་ཚུགས་བྱས། གཟིམ་བྱས། མུ་མཐུད་ཇ་ལེ་གནང་བྱས་ཡོད་རེད་པ། སོང་ཙང་ཅིག། འོས་བསྡུ་ལས་ཁུངས་ཀྱི་འགན་འཛིན་གྱི་ཐོག་ནས། དེའི་ཐོག་ལ་ཡང། གསལ་བཤད་གཙང་མ་བྱེད་དང། ལངས་ཕྱོགས་ཅི།

སྤྱི་སྒེར་ཚང་མས་ཀྱི་ཐོག་ལ་དགོངས་པ་ཆེན་པོ་བཞེས་བྱས། ཞི་བདེ་འབྱུང་གི་མེད་པ་ཡིན་ན་མི་འདུག་རེད་བ། གཅིག་ལང་ཀ་གཞན་པའི་གར་ཚད་འགུག་འདུག། ལང་ཀ་ཡོད་པ་ད་ལྟའི་ཆ་ལས་བཅའ་ཁྲིམས་ཀྱི་རྒྱ་དང་མ་འགལ་བའི་གྱི་དམ་འབུལ་ཞུ་ཡ་གཅིག་ད་ལྟ་གཅིག། རྒྱ་བོར་འཇིགས་སྐུལ་བ་དྲུང་དང་བར་བརྒལ། ཨ་མཆིས་བཅའ་ཁྲིམས་ལོ་བརྒྱད་དྲུག་ནས་གཞོལ་ཏེ་ཆགས་ཀྱི་ཡོད་རེད། དེའི་ཐོག་ལ་ཡང་དངོས་གནས་བྱས་ན། ཨ་མཆིས། དངོས་གནས། ཁ་ཞེ་གཉིས་མེད་ཀྱི་ཐོག་ནས་ང་རང་ཚོའི་སྤྱི་དོན། བྱེད་ཀྱི་ཡིན། བཅས། འོས་བསྡུའི་ནང་ལ་ཡང་ཞུགས། ཨ་མཆིས་འདེམས་ཐོན་བྱུང། དེ་འད་གི་ཅིག་ཡིན་པ་ཡིན་ན་ག་འདར། ཨ་མཆིས་དེའི་ཐོག་ལ་ཡང་ཅིག་ཤ་བཀོད་གནང་ཡང་ཅིག་གྲོས་འཆམ་དགོས་ཡང་ཅིག་ཆགས་ཀྱི་ཡོད་རེད། གདའ་ཅིག་སོ་སོའི་ཀྱི་ལྟ་བ་ལངས་ཕྱོགས་ཐོག་ནས་གྲོས་འཆམ་གྱི་མེད་པ་ཡིན་པ་ཡིན་ན། མི་འདུག་བཅས་གསལ་པོ་བཟོས་རོགས། ཨ་མཆིས། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ལམ་སྟོན་ཞུས་རྗེས། གར་གཅིག་འུར་དུ་གཅིག་འཕྲལ་ནས། དགོན་པ་བདུན་འབུལ་གྱི་བཟང་ཕྱོགས་རྣམ་པ་ཅིག་སྟོན་དགོས་ཀྱི་འདུག་ཅེས་དེ་གཅིག་ཞུས་ན་བསམ་སོང། ཨ་ནེའི་དམ་འབུལ་སྐོར་ལ་ཡང་སྐད་ཆ་མང་པོ་ཆགས་སོང། ནང་པ་ཚོས་གསན་གཟིགས་རྒྱུའི་རིན་གོང་གནང་སོང་ཐུགས་རྗེ་ཆེ་ཞེས་ཞུས་ཡིན། ཨ་ནེའི།

ཨང་གཅིག་ནང་ཁུལ་ཆབ་སྲིད་ཀྱི་རྩོད་རྙོག་གི་ཐོག་ནས་གང་དག་ཅིག་དམ་འཛིན་བྱས་བྱུང་ཡོག་མ་རེད། རེད་བ། ཨང་དག་ན་བཞིན་གཅིག་ལས་ནས་བསྐྱར་གསོ་བྱེད་ཀྱི་ཡོད་ཟེར་བ་དེ་ཨང་གཅིག་དེ་གོང་ལ་ཞུས་པ་ནང་བཞིན་གང་དག་བཅའ་ཁྲིམས་ཀྱི་བཅའ་ཁྲིམས་ཀྱི་ཐོག་ནས་ཡོངས་སུ་འགལ་གྱི་ཡོད་པ། ཁྲིམས་ཀྱི་རྒྱབ་རྟེན་མེད་པ་ཆེས་གསལ་པོ་ཆགས་ཀྱི་ཡོད་རེད། ཨང་གཅིག་མུ་མཐུད་བྱས་འདུག་ཅེས་སྒེར་གཅོད་ཐོག་ལ་ཡང་གནང་ཡག་དང། ཨ་ཅིག་བཅའ་ཁྲིམས་གཏུག་བྱས་ཀྱང་རྩིས་མེད་རྡོག་རོལ་བཏང་ཡང་དེའི་ཡིན་པ་ནས་ཨ་ཅིག་ཨ་མདའ་ཅིག། ཨ་ཁ་ལོ་གན། ཉེན་ཁ་དང་གན་བཟོད་ཐབས་མེད་པ་ཅིག་ཆགས་ཡོང་གི་ཡོད་རེད། གང་ལྟར། ཨ་ཅིག། ཁྲིམས་ཞིབ་རྣམ་པ་སོགས་ཡིན་ནའི་ཅིག་འདས་པའི་ཟླ་བ་གཉིས་རིང་ལ་ཡང། དགེ་སྐྱོན། ཨ་ནི་ཅིག། གྱེས་དང་སྐྱོན། ཁེས་དང་གྱོང། གང་ཟག་ཅིག་ཚང་མའི་ཐོག་ལ་ཡང་ར་སྤྲོད་གསལ་པོ་བྱུང་ཡོད་རེད། བཅའ་ཁྲིམས་ཀྱི་རྒྱབ་རྟེན་མེད་པའི་ཐོག་ནས་མུ་མཐུད་བཅས་གནས་པ་ཡིན་པ་ཡིན་ན། ཨ་ནི་ཅིག། སོ་སོ་ཙམ་མ་ཡིན་པ། རང་ཚུགས་སྒྲིག་འཛུགས་སྤྱི་ཚོགས། རང་ཚུགས་ཀྱི་གང་ཟག། རང་དབང་འཐབ་རྩོད་ཀྱི་གཞི་རྩ་སྐོར་ཨ་ནི་ཅིག་ཐོག་ལ་ཡང་དོ་ཕོག་ཆེན་པོ་ཐེབས་ཀྱི་ཡོད་པ་གསལ་པོ་ར་སྤྲོད་བྱུང་ཡོད་རེད། དེའི་ཐོག་ནས་ཅིག་འདས་པའི་ལོ་མང་རིང་ལ་ཡང་ཅིག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་མི་རབས་རྒན་པོ་ཚོས་ཀྱི་སྐུ་ལས་བསྐྱོན་པ་དེ་ཚོ་ཡིན་པ་ནས་ཅིག་ཆུད་ཟོས་སུ་ཕྱིན་རྗེས་གང་ལྟར་ཐོག་རླག་འགྲོ་ཡག་གི་ཉེན་ཁ་གང་ལྟར་ཆེན་པོ་ཅིག་ཉི་མ་ནས་ཉི་མ་ཆེ་རུ་འགྲོ་གི་ཡོད་རེད། ཨང་ཅིག་ཁྲིམས་གཞི་ནང་པ་ཚོ་ལ་ཡང་ཅིག་དེང་དགོངས་ཞུས་པ་ནང་བཞིན་གསབ་ཐབས་མེད་པའི་གྱོང་གུན་ཅིག་རག་གི་ཡོད་པ་ཡིན་ན་ཨང་ཅིག་ཁྲིམས་མཐུན་མིན་པའི་དྲང་བདེན་མིན་པའི་གྱོང་གུན་ཅིག་རག་གི་ཡོད་པ་ཡིན་ན་རིམ་པས་ཁྲིམས་ཞིབ་གསར་པ་བསྐོས་པའི་ཇུས་འགོད་ལ་ཡང་ཁྲིམས་ཞིབ་ཁྲིམས་ཁང་ལ་ཡང་གཏུགས་ན་འགྲིག་གི་ཡོད་རེད་ཟེར་བྱས་ཡིན་པ་ནས་ཅིག་ད་ལྟའི་ཆར་ལ་ཡང། སྒྲིག་འཛུགས་ཀྱི་ཐོག་ནས་དགོངས་པ་བཞེས་རྗེས་ང་ཚོས་སྤྱི་པའི་རྩ་དོན་ཐོག་དགོངས་པ་བཞེས་རྗེས། ཁྲིམས་ཞིབ་ཁང་ནས་འཕྲལ་དུ་ཕེབས་དགོས་ཀྱི་འདུག་ཅེས་བདེ་སྐྱིད་ཀྱིས་གསལ་པོ་ཞུ་འདོད་བྱུང། བདག་ནང་བཞིན་གཅིག། ང་ཚོ་ཡི་སྒྲིག་འཛུགས་བསྐྱར་གསོ་ཡོང་ངོ་ཡང་ལ་ཡང། སྤྱི་འཐུས་གྲོས་ཚོགས་བསྐོང་དགོས་ཀྱི་ཡོད་རེད། སོང་ཙང་གཅིག་བདམས་ཐོན་འཐུས་མི་རྣམ་པ་ཚོ་ཡིན་པས་ནས། ནང་ཁུལ་གྱི་ཆབ་སྲིད་ཀྱི་ཤོག་ཁག་གི་ཁེ་ཕན་གྱི་ཐོག་ནས་ཕར་ཚུར་འདུམ་འགྲིག་མ་ཡིན་པ། ཨ་ཅེ་འཕྲལ་སེལ་ཙམ་གྱིས་དཀའ་ངལ་སེལ་ཡག་མ་ཡིན་པ་ང་བདག་ཅེས་འཕྲལ་ཕུགས་རྒྱང་གསུམ་ལས་དགོངས་པ་ཆེན་པོ་ཅི་བྱེད་ཅེས་འདུམ་འགྲིག་ག་རེ་བྱུང་པ་ཡིན་པ་ཡིན་ནས་དགོངས་པ་བདུན་འབུལ་གྱི་ལངས་ཕྱོགས་ག་རེ་ཟིན་པ་ཡིན་པ་ཡིན་ནས་ཨ་ཅེས་བཅའ་ཁྲིམས་ཀྱི་དང་མཐུན་པ་བཅའ་ཁྲིམས་ཀྱི་རྒྱ་དང་མ་འགལ་བའི་ཐོག་ནས་གནང་དགོས་ཡ་དེ་གལ་ཆེན་པོ་ཆགས་ཡོད་རེད་དེ་གང་ཡིན་ཟེར་ན་དེ་འདྲས་གནང་པ་ཡིན་པ་ཡིན་ན་མང་ཚོགས་ནས་ང་བདག་ཅིག་ཡིད་ཆེས་དང་མང་ཚོགས་ནས་རྒྱབ་སྐྱོར། མང་ཚོགས་ནས་ངོས་ལེན། ངོས་འཛིན་བྱེད་ཐུབ་ཟེར་བྱས་རང་བཞིན་གྱིས་གནང་གི་རེད། སོང་ཙང་ཨན་གྱི་དུམ་སྒྲིལ་གར་བྱུང་པ་ཡིན་པའི་ནས། སོ་སོའི་གི་ཁེ་ཕན་བྱེད་བསྡུར་བྱས་ཙམ་གྱི་ཐོག་ནས་མ་ཡིན་པ། ག་དག་བཅའ་ཁྲིམས་ལ་ཡ། བརྩི་སྲུང་དང། ཉམས་ལེན། བཅའ་ཁྲིམས་ཀྱི་དགོངས་པ་དང་མཐུན་པ་ཅིག་ཐོག་ནས་གནང་དགོས་ཡ་འདི་གལ་ཆུང་པོ་ཆགས་ཀྱི་འདུག་དེའི་ཐོག་ནས་ལང་ཀ་དང་མོ་སོ་དན་གོང་ཞུས་པ་ནང་བཞིན། ཡང་ན། ཨན་ཅིག། ད་ལྟའི་ཆར་ཡང། དོན་ཚན་བཞི་བཞི་ཞེ་བདུན་གྱི་ཐོག་ནས་བགྲོ་ཡས་མེད་ཙང། ཨན་ཅིག། ྋགོང་ས་སྐྱེས་བུ་ཆེན་པོ་ཆོས་སྐུ་པ་ཐོང་ཁྲོ་རིན་པོ་ཆེ་ལ་བཅར་ཁྲིམས་ཀྱི་དྲུང་ནས་གདམས་འབུལ་ཞུས་བཅས་དེའི་ཐོག་ལ་ཡང་ཚང་མས་ཕྱག་དྲུག་རྣམས་མཉམ་འདེགས་གནང་བཅས། ཨན་ཅིག་དགོན་པ་བདུན་པའི་གནང་བའི་མི་སྣ། ཨན་ཅིག་དཀའ་ངལ་སེལ་ཡ་ལས་རིམ་པའི། གྲོས་ཚོགས་སྐོང། བཀའ་ཤག་བསྐོས། ཁྲིམས་ཞིབ་པ་གསར་བ་བསྐོས་དེ་འདྲའི་ཐོག་ནས་ཨན་ཅིག་ང་རང་ཚོའི་སྒྲིག་འཛུགས་འདི་ཚ་ཚ་འུར་འུར་ཐོག་ལ་ཡང་བགྲོ་ཡས་བྱེད་ཐུགས་བཞེད་བྱ་ཡས་ཀྱི་རེ་བ་འདུག། ད་དེའི་ཐོག་ལ་ཡང་མེད་པ་ཡིན་པས་ན། ཨན་ཅིག།

ཕྱོགས་ཡོངས་ནས་ཅིག་དཀའ་ངལ་དང་གནོད་ཤུགས་དང། ཨ་ནི་ཅིག་སྟབས་མ་བདེ་ཡ་ལས་དོན་ཐོག་ལས་འབད་ནས་ཅིག་འགོ་འཁྲིད་ངེས་དང། ལམ་སྟོན་བྱེད་ངེས་དང་ཅིག་ཆ་ཤས་ཙམ་ཡིན་དེ་འདེགས་ཐོག་ནས་གང་འདྲ་ཅིག། བཀོད་སྒྲིག་གི་ཐོག་ནས་མང་པོ་ཅིག་མེད་དུས་དཀའ་ངལ་ཆེན་པོ་ཞིག་རེད་དེ་ཅིག་མུ་མཐུད་བྱས། གང་འདྲ་ཅིག་ང་རང་ཚོའི་གཞུང་ལ་ཡ་ཤ་ཚ་བྱས། ཨ་ནི་ཅིག་རྒྱ་བོ་རུམ་ཅིག་དགོངས་པ་གྲུབ། བོད་མི་མང་གིས་མངོན་འདོད་སྒྲུབ་བྱས། དེ་སྔ་ནང་བཞིན་ཧུར་བསྐྱེད་གནང་ཡོད་རེད་དེ་ཚོ་ཚང་མ་མི་མང་ནས་ཨ་ནི་ཅིག་གཟིགས་བྱས། ང་ད་བཤད་ཀྱི་ཡོད་རེད་བ། སོང་ཙང་ཨ་འཇིགས། ང་རང་ཚོའི་སྒྲིག་འཛུགས་ནང་ལས་བྱ་ལ་ངས་ཚང་མ་ལས་ཡ། ཐུགས་རྗེ་ཆེ། རྗེས་སུ་ཡི་རངས་འདུག་ཅེས་ཞུ་ཡ་བྱིན། ཨ་འཇིགས་ཚགས་པར་རྒྱག་མཁན་དང་པོ་ཚོ་ཡིན་པའི་གནས། ཅེས་ད་ལྟ་བར་དུ་ཧུར་བསྐྱེད་གནང་ཡོད་རེད་གནད་དོན་འདིའི་ཐོག་ལས་ཡ་ང་ད་ཅིག་ཐུགས་ཞུ། ཕྲན་བུ་ཞིག་བྱུང་བྱས། ང་ད་ཨ་འཇིགས། ཕྱོགས་གཅིག་གི་གནས་ཚུལ་དགོས་ཡ་དེ་འདྲས་མང་པོ་བྱུང་སོང་ར་འདི་ཚོ་དངོས་ཡོད་གནས་ཚུལ་ཆགས་ཀྱི་ཡོད་རེད་དེ་ཚོའི་ཐོག་ནས་ཨ་མཆིས་སྤྱི་ཚོགས་ནང་ལ་ཡ་དཀའ་རྙོག་ཅིག་ཡོང་དུས་དེ་ཆེ་རུ་བཏང་ཡ་དང་དེ་འདྲའི་ཐོག་ལས་ཨ་མཆིས་བརྡབ་གསིག་ཡོང་དུས་རྣམ་པ་ཚོ་ཡིན་པ་ཡིན་ནས་ཅིག་ཕྱོགས་ཡོངས་ཀྱི་གནད་དོན་སྤེལ་ཡ་དང་ཨ་མཆིས་བརྒྱུད་སྤྲོད་བྱེད་ཡ་ལས་འབད་བརྩོན་སྔར་ལས་ལྷག་པ་ཅིག་གནང་རོགས་ཅིས་བྱས་མང་ཚོགས་ནང་ལ་ཡིན་པ་ཡིན་ནས་འོས་བསྡུའི་སྐབས་ཀྱི་བརྒྱུད་རིམ་ཅིག་མཇུག་བསྡུས་ཚར་བ་རེད་ད་དུང་ཡིན་ནས་ཅིག་རྒན་མ་རྒས་པ་ཐོན་ནས། ནང་ཁུལ་རྩོད་པ་རྒྱབ་རྗེས། ཨ་ཅེ་བགྲོ་གླེང་དང་གྲོས་བསྡུར་གནང་ཡ་ལ་སོགས་པ་ཡིན་པས་ནས། ཨ་ཅེ། སོ་སོ་གཅིག་པོའི། སོ་སོ་དང་ཕྱོགས་གཏོགས་གཅིག་པ་འཛིན་ངེས། ཡ། སྐད་གདངས་བཅས། སྐད་ཆ་ཡ་ཙམ་མ་ཡིན་པ། ང་ཚོ་ཚང་མ་གཅིག་བསམ་ཚུལ་མཐུན་གྱི་མེད་པ་ཡིན་མིན་ན། གཅིག་མཐུན་གྱི་མེད་དུས་ཚང་མ་མཐུན་པ་ཚོ་ཚགས་གཅིག་བསྐོང། ཨ་ཅེ་གྲོས་བསྡུར་བཅས། བསམ་ཤེས་བྱེད་ཡ། གཅིག་གཅིག་བསམ་ཚུལ། བརྗེ་བསྡུར་བྱེད་ཡ། དེ་ལས་ཐོག་ལ་ཡ་གཅིག། གང་ལྟར་དམངས་གཙོ་དེ། དམངས་གཙོ་དེ་རྒྱ་ཆེ་རུ་སྤེལ་ཡ་དང་དམངས་གཙོ་དེ་གཅིག་ག་ལ་འོ་རེད་ཆ་རྐྱེན་དང་འཛོམས་པ་དོན་དང་ལྡན་པ་བཅས་བཟོ་ཡ་ལ་ཡང་འབད་བརྩོན་བྱེད་དགོས་ཀྱི་འདུག་མ་གཏོགས་ཨང་ཅིག་སོ་སོར་ལངས་ཕྱོགས་གཅིག་པ། བསམ་ཚུལ་དུས་ངེས་གཅིག་པོ་ཨང་ཅིག་བགྲོ་གླེང་གཅིག་ཡོད་ཟེར་བཅས་སྐད་ཆ་མང་པོ་བཤད་བསྡད་པ་ཡིན་ན།

གཅིག། ཕྱོགས་ཕུང་སྒྲིལ་གྱི་ཁེ་ཕན་དུ་སུ་བག་བྱ། གཅིག། རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་རྒྱ་བོད་རིམ་གཅིག། གཅིག། བཀའ་དགོངས་སྒྲུབ་ཡག། བོད་མི་མང་གི་མངོན་འདོད་སྒྲུབ་ཡག། དེ་འདྲའི་ཐོག་ལ་ཡང་དགོངས་པ་ཆེན་པོ་བཞེས་བྱས། ད་ལྟ་བོད་མི་རིགས་སུ་དུས་སྡུག་ས་ཕྱིན་ནས། གཅིག། མཉམ་རུབ་ཀྱི་ཐོག་ནས་མ་རྒས་ས་ནས་ལངས་ཐུབ་ངེས་ཅིག་མི་རིགས་ཅིག་ལ་ཡང་ཡིན་པ་ངས་ངོས་འཛིན་བྱེད་ཀྱི་ཡོད། སོང་ཙང། གཅིག། གཙང་མས། ད་ལྟའི་གནད་འགག་རྫ་དྲ་ཅན། ཉིན་གྲངས་ཅན་དེ་འདྲའི་སྤྱི་ཁབ་ལ་ཡང། ང་ཚོ་ཤོག་ཁག་སོ་སོ་ལས་ཁ་གྱེས་ནས་མ་ཡིན་པར། རྡོག་རྩ་གཅིག་སྒྲིལ་ཐོག་ནས་ང་ཚོའི་སྒྲིག་འཛུགས་འདི། བསྐྱར་གསོ་བྱས། ཁྲིམས་སྒྲིག་གི་ལམ་ལ་ཡང་ཨན་ཅིག་འཛིན་སྐྱོང་སྤེལ་བཟོ་ཡོང་ཡ་ལས་འབད་བརྩོན་ཅིག་བྱས་རྗེས། ད་ལྟ་རིང་མིན་ང་ཚོའི་སྒྲིག་འཛུགས་འདི། བོད་ཀྱི་གེ་སར་ལྷ་ས་ལ་ཡང་ཨན་ཅིག། སྤོ་ཐུབ་ཡ་ཅིག།